ང་ནི་ད་ལྟ་རང་གི་གནས་ཚུལ་གསར་པ་ཅིག་བཤད་ན་བསམ་བསམ་རབ་བྱུང་དྲན་སོང། སོང་ཙང། རྣམ་པ་ཚོ་ཚང་མ་ལོག་གི་ད་རིང་གི་བརྙན་ཐུང་འདི་ཐད་ཀར་རྒྱང་བསྲིངས་ཏེ་གང་མང་མང་ཅིག་བརྒྱུད་སྐུར་ཅིག་གནང་ཤར་རོགས་གནང་ཞུ་ཡ་ཡིན། ད་ལྟ། གནས་ཚུལ་གསར་པ་གསར་རྐྱང་ཡིན་དང་དེ། སོང་ཙང་ད་ད་ལྟ་བདེ་ནང་ལོག་ལ་མི་བཅུ་བཞི་ཙམ་ཞིག་སླེབས་མི་འདུག། ད་ཡིན་ན་ང་དུས་ཚོད་ཞེ་དྲག་ཟིན་མི་འདུག་སོང་ཙང། ད་ངས་གནས་ཚུལ་གསར་པ་འདི་རྣམ་པ་ཚོ་ལ་ག་རེ་འདྲ་བོ་ཞུ་དགོས་བསམ་སོང་རོགས་ཞེས་དྲན་པ་ཡིན་ན། ད་ལྟ་ཉེ་དུས། ཇོ་ཨམ་པ་ཚེ་རིང། ཀོ་ལི་ཀ་དོན་ལྡན་ལས་གཞི་ཆགས་ལ་ང་ཅིའི་ཆིབས་བརྒྱུད་ཅིག་ཕེབས་གཞུང་འབྲེལ་གྱི་ཆིབས་བརྒྱུད་ཅིག་ཕེབས། ཨ་ནེ་ཀོ་ལི་ཀ། དོན་ལྡན་ལས་གཞི་ཆགས་ནང་ལ་ཡོད་ཞབས་ནས་ཀྱི། སྤྲུལ་སྐུ། སྔགས་པ་སྤྲུལ་སྐུ་གཅིག་གིས། ཅོ་ཧམ་པ་ཚེ་རིང་ལ་ཡག། སྲིད་སྐྱོང་ངོ་ལེན་བྱེད་ཀྱི་མེད་བྱས་ཅི་དགག་པ་གཅིག་རྒྱག་བ་གཅིག། སྤྱི་ཚོགས་དྲ་ལམ་ནང་ལོག་ལ། ཞི་བ་གཅིག་ཕན་ཆེན་པོ་གཅིག་རྒྱུད་སྐུ་བྱེད་འགྲོ་བསྡད་པ་རེད། སོང་ཙང་ད་རིང་གི་ང་ཚོ་དུས་ཚེ་འདིའི་ནང་ལོག་ལ། ཅོ་ཧམ་པ་ཚེ་རིང་དང་ཅོ་ཧམ་པ་ཚེ་རིང་ལ་ཡག་རྒྱབ་སྐྱོར་བྱེད་ངེས་ཀྱི། གང་ཟག་ཚོགས་ཀྱི་ལྟ་བ་ལང་སྤྱོད་ག་འདྲ་འགྲོ་བརྩི་འདུག་རྣམ་པ་ཚོ་གཟིགས་རོགས་གཅིག། ངེས་པར་དུ་འདི་འཇུག་སྒོ་གང་མང་མ་གནང་རོགས་གནང་ཞེས་ནི་ཞུ་ཡ་ཡིན། ག་ཟེ་ལ་ན་ཅོ་ཧམ་པ་ཚེ་རིང་གིས་ཨ་ནི་ས་གནས་ཉེས་རྡུང་པ་ལ། འོ་ད་རིན་པོ་ཆེའི་སྤྲུ་གུས་སྤྲུ་བའི་སྐུ་རྩིས་སྤྲད་ཅེས་ད་རི་ཨ་ནི་སྤྲུ་བའི་སྐུ་ཨ་ད་སྤྲུ་སྐུ་སྔགས་པ་རིན་པོ་ཆེ་བཙགས་ལ་ཉེས་རྡུང་པ་གཉིས་སླད་ཅེས་ཨ་ནི་ཉེས་རྡུང་པ་གཉིས་ཀྱིས།

དེ་འདྲའི་སྐབས་ནང་ལོགས་ལ་དམངས་གཙོ་ལུང་པ་ཞིག་ནང་ལོགས་ལ། ཨ་ནི་སྲིད་སྐྱོང་གཅིག་ལ་རྒྱབ་སྐྱོར་བྱེད་དང་མ་བྱེད་སྲིད་སྐྱོང་གཅིག་ལ་བསྔགས་བརྗོད་བྱེད་དང་མ་བྱེད་ཟེར་མཁན་དེ་སོ་སོ་གི་བདག་དབང་རེད། བདག་དབང་འདི་བེད་སྤྱོད་བཏང་རྗེས་སྔགས་པ་རིན་པོ་ཆེ་གིས་གཅོད་ཧམ་པ་ཚེ་རིང་ལ། སྲིད་སྐྱོང་ཁས་ལེན་བྱེད་ཀྱི་མེད་ངོ་ལེན་མེད་བྱས་ནས་ཞུ་བ་འདི་ལ་བལྟས་རྗེས། ཨ་གཅོད་ཧམ་པ་ཚེ་རིང་གིས་ས་གནས་ཉེས་རྡུང་པ་ལ་ཡ། རྩིས་སྤྲད་རྗེས་སྔ་བར་མི་ཚེའི་དཀའ་ངལ་ཅིག་སྤྲད་བསྡད་ཀྱི་ཡོད་པ་ད་རེས་གསར་པ་གསར་རྐྱང་ཅིག་གནས་ཚུལ་འདི་ཚོ་སྒྲོག་བསྡད་ཀྱི་འདུག་བཟོ་རྩལ་འདི་ཚོ་དྲན་འདི་ཚོ་མཚམས་འཇོག་གནང་རོགས་གནང་མཚམས་འཇོག་གནང་རོགས་གནང་ཇོ་ཨམ་པ་ཚེ་རིང་ལ་ཞུ་གི་ཡོད་ཇོ་ཨམ་པ་ཚེ་རིང་ལ་ཡང་རྒྱབ་སྐྱོར་བྱས་བསྡད་ངེད་ཚོ་ལ་ཞུ་གི་ཡོད་སྔགས་པ་རིན་པོ་ཆེ་ཁོ་རང་གིས་ག་རེ་གསུངས་ཡོད་བ་འདི་བྱེ་མ་བྱེ་བཞི་སྤྱི་ཚོགས་ངོ་དེབ་ནང་ལོག་ལ་རྣམ་པ་ཚོ་ཚང་མ་ལོག་གསན་བསྡད་བ་དང་མཐོང་བསྡད་བ་རེད་བ་ག་ཚིག་གིས་སྔགས་པ་རིན་པོ་ཆེ། ཨ་ནི་ཚེས་བསོད་ནམས་ལ་ངག་བདག་དཀོན་མཆོག་གསུམ་གྱི་བདུད་རྩི་ཞེ་དྲགས་སེ་མས། མགོན་དགེ་ཆོས་ནི་མེ་བ་མཛད་དོ། སྔགས་པ་རིན་པོ་ཆེ་ཁོ་རང་གིས་ག་རེ་གསུངས་ཡོད་ལ་ན་ཅོ་ཧམ་པ་ཚེ་རིང་ངའི་དགོན་པ་ལ་ཡར་ཁྲིད་སླེབས་པ་ཡིན་ན། ཨ་ནི་ང་རང་ང་རང་བསོད་ནམས་ལུགས་ཀྱི་མེ་སྒྲ་གཏང་གི་ཡིན་ཏདི་གསུངས་ཡོད་ར། ཧམ་པ་ཚེ་རིང་ལ་གསལ་གིན་གསུངས་ཡོད་མ་ར། སྔགས་པ་རིན་པོ་ཆེ་ཁོ་རང་ཨ་ནི། སོ་སོ་སོ་གཟུགས་པོ་ལ་ཡར་བསོད་ནམས་ལུགས་ཀྱི་མེ་སྒྲ་གཏང་གི་ཡིན་ཏངའི་དགོན་པ་གཡས་གཡོན་ལ་དམར་ཁྲིད་རོ་བྱས། ང་ཁོ་ལ་སྲིད་སྐྱོང་གོ་ལའི་ཁས་ལེན་དང་ངོ་ལེན་ཞུ་ཐུབ་ཀྱི་མི་འདུག་ཅེས་ནི་གསུངས་ཡོད་རེད་མ་གཏོགས། རྔ་བོ་རིན་པོ་ཆེ་གིས་ཁྱོད་ཧམ་པ་ཚེ་རིང་བསད་གིན་གཏུབ་གིན་ཅེས་ནི་གསུངས་ཡོད་མ་རེད་བ། སོང་ཙང་འདི་འདྲའི་རྗེས་སུ། རྔ་བོ་རིན་པོ་ཆེ་གིས་ཁྱོད་ཧམ་པ་ཚེ་རིང་བསད་གིན་ལ་ནི་ལག་གི་འདུག་བྱས་རྗེས། ཨ་ནི་རྔ་བོ་རིན་པོ་ཆེས་ས་གནས་ཉེས་རྡུང་པ་ལ་ཡང་ཅི་སྤྲད་བཞག་འདུག་བ། ཚོང་ཚ་འདི་ཚོ་དྲན་འདི་ཚོ་པད་མ་སྲས་ཀྱི་ཐབས་སྤྱོད་པོ་པད་མ་སྲས་ཀྱི་ཐབས་སྤྱོད་པོ། རྐྱང་བོ་རུ་མཇལ་ཁ་དཀར་ལ་ཕེབས་རྗེས་ཉི་མ་གཅིག་ལ་འགྲོ་དགོས་ཡོད་མ་རེད། མི་ལ་ཡང་སེམས་པ་བཟང་པོ་བྱེད་ཤོག་ཨ། མ་ནས་གང་མང་མ་བསགས་ཤོག་ཨ། སེམས་ངལ་འདི་འདྲས་ཅིག་ལས་ཀ་བྱེད་འགྲོ་དགོས་ཨ། ད་ཁོ་ལ་རྒྱབ་སྐྱོར་མ་བྱས་བ་རྐྱེན་ལ་བལྟ་ནི་ཨ་ནི། ས་གནས་ཉེས་རྡུང་པ་ལ་རྩིས་སྤྲད་ལ་འདི་ཙམ་པ་ད་ང་ཚོ་སྤྱི་ཚོགས་ག་བ་ལས་སུ་ད། འོ་ད་རྣམ་པ་ཚོ་དགོངས་པ་བཞེས་རོགས་བྱེད་རྣམ་པ་ཚོ་དགོངས་པ་བཞེས་རོགས་བྱེད། ཨ་ནེ་ཅོ་ཧམ་པ་ཚེ་རིང་དང་ཅོ་ཧམ་པ་ཚེ་རིང་གི་རྒྱབ་སྐྱོར་བ་ཁྱོད་རང་ཚོ། བོད་མི་རིགས། བཙན་བྱོལ་བོད་གཞུང་བོད་མིའི་སྒྲིག་འཛུགས་ནང་ལོགས་ལ། བོད་མི། འབུམ་གཉིས་དང་ཚ་གཅིག་ཡོད་རེད་ཟིག་བ་རེད་འབུམ་གཉིས་དང་ཚ་གཅིག་དེ་ནང་ལོགས་འབུམ་གཅིག་དང་ཚ་གཅིག་དེ་ནི། ཅོ་ཧམ་པ་ཚེ་རིང་ལ་ཡང་སྲིད་སྐྱོང། ཁས་ལེན་དང་ངོ་ལེན་མ་ཞུ་ངེས་རེད། ད་ཁྱོད་རང་སྤོ་བ་བློ་ཁོག་དང་འཇོན་ཐང་ཞེ་བོ་ཅིག་ཡོད་པ་ཡིན་ན་འབུམ་གཅིག་དང་ཚར་བྱེད་དེ་ཨ་ནི་ཉེས་རྡུང་པ་ལ་རྩིས་སྤྲད་དང། ང་ཚོ་ཕྱི་རྒྱལ་ཡུལ་གྲུ་ཁག་ནང་ལ་བསྡད་དེ་ངས་ཕྱི་རྒྱལ་ཡུལ་གྲུ་ཁག་གི་རྒྱལ་ཁབ་སོ་སོ་སོ་ལ་ཡང་རྩིས་སྤྲད་དང་ཁྱོད་རང་འཇོན་པ་རེད་ཁྱོད་རང་སྐྱེ་བ་ཕོ་རེད། རེད་བ། ད་ལྟ་ཐུག་ཐུག་རང་ཉིད་སོ་སོ་ཡིན་ན་གནས་ཚུལ་བཟང་པོ་བྱུང་བ་ཡིན་ན་ད་ག་རེད་གནས་ཚུལ་བཟང་པོ་མ་བྱུང་བ་ཡིན་ན་སོ་སོ་གཅིག་པོ་ལོག་གི་མེད། མཐར་གཅིག་ཏུ་ལ་ཡ། ཨ་ནི་མི་ག་ཚད་ཡིན་ན་ཡང་གཞུང་ལ་ཡང་རྩིས་སྤྲད་མཁན་ཡིན་བྱས་རྗེས་ཁག་གིས་བཤད་བདེ་བ་མ་གཏོགས་ད་ལྟ་བར་དུ་མི་སྤུ་རྐང་གཅིག། ཁྲ་མཁའ་རྐང་གཅིག། ཕྱི་རྒྱལ་ཡུལ་གྲུ་ཁག་ན་ཡོད་བཞིན་པའི་བོད་མི་སུ་གཅིག་ལ་དཀའ་ངལ་སྤྲད་རྗེས་ད་ལྟ་བར་དུ་སྤྲད་མྱོང་དེ་འདྲ་མེད། སོང་ཙང་ཧམ་པ་ཚེ་རིང་དང་ང་གཉིས་ཀྱི་སྤོ་རུ་གནང་ལོ་ལ་དྲང་བདེན་དང། སེམས་བཟང་བྱེད་ཤོག་བྱས་རྗེས་སྐྱབས་མགོར་འཛིན་དཀའ་འཕེལ་བ་འདི་སུ་གི་ལག་ལེན་ཁེལ་གི་འདུག་འདི་དབྱེ་བ་སྤིས་རོགས་གནང། ངེས་པར་དུ་དབྱེ་བ་སྤིས་རོགས་གནང། ཇོ་ཧམ་པ་ཚེ་རིང་དང་ཇོ་ཧམ་པ་ཚེ་རིང་ལ་རྒྱབ་སྐྱོར་བྱེད་མཁན། ད་ལིས་བརྙན་ཐུང་འདི་གང་མང་མ་བརྒྱུད་ཁུག་གནང་རོགས་གནང་ཐུགས་རྗེ་གཟིགས་གང་མང་མ་བརྒྱུད་ཁུག་གནང་རོགས་གནང། འབུམ་གཅིག་དང་ཚར་འབུམ་གཉིས་དང་ཚར་གནང་རོགས་ལ་འབུམ་གཅིག་དང་ཚར་སྟེ་ཇོ་ཧམ་པ་ཚེ་རིང་ལ་ཡང་རྒྱབ་སྐྱོར་མ་བྱེད་མཁན་རེད། ད་རྒྱབ་སྐྱོར་མ་བྱེད་བ་ལ་སྐྱེལ་ལ་སྟག་ནི་ཁྱོད་རང་གི་ནི་ས་གནས་ཉེས་རྡུང་པ་དང་ས་གནས་ཀྱི་ད་ག་རེ་ལ་ཡིན་ན་རྩིས་སྤྲད་ཡག་གི་ནི་ཁྱོད་རང་གི་ཐག་གཅོད་དང། བྱེད་སྤྱོད་འདི་འདྲའི་ངན་པ་སྡུག་ཅག་འདི་འདྲ་བྱས་ནས་འགྲོ་བསྡད་ཀྱི་ཡོད་ན། ཕྱི་རྒྱལ་ཡུལ་གྲུ་གང་ན་ལ་ཡོད་དེ་ངས་འདི་ཚོ་གས། བརྒྱ་ཆ་ལྔ་བཅུ་གིས་ཁྱོད་རང་ལ་རྒྱབ་སྐྱོར་མ་བྱེད་ངེས་རེད། སོང་ཙང་འདི་ཚོ་ཚང་མ་རྩིས་སྤྲད་གོ་བྱེད་ཀྱི་རེད་ད་ཁྱོད་རང། ཁྱོད་རང་སྐྱེ་བ་ཕོ་རེད་འདུག་འཇོན་པོ་རེད་འདུག། ཁྱོད་རང་རྩིས་སྤྲད་རོགས་བྱེད་ཞུ་ཡ་ཡིན་ད། མ་གཏོགས་ཕྱི་རྒྱལ་དམངས་གཙོ་ལུང་པ་ནང་ལོག་ལ་ཁྱོད་རང་ལ་རྒྱབ་སྐྱོར་བྱེད་དང་མ་བྱེད་ཟེར་ངེས་འདི་སོ་སོ་གི་བདག་དབང་རེད་བ། འདི་རྒྱབ་སྐྱོར་བྱེད་ཀྱི་མི་འདུག་བྱས་བྱས་དམག་མི་ལ་ཡ་རྩིས་སྤྲད་ཡ་འདི་ཁྱོད་རང་ཚད་ད་བརྒལ་བ་རེད་བ། ཁྱོད་རང་བོད་མི་ས་ཡ་དྲུག་གི་དབུ་ཁྲིད། བོད་མི་ས་ཡ་དྲུག་ལམ་སྟོན་བྱས་རྗེས། གཅིག་གསུམ་བྱས་རྗེས་བོད་མི་ས་ཡ་དྲུག་དེ། གཅིག་སྒྲིལ་གྱི་ནུས་པ་བཏོན་རྗེས་བོད་མི་ས་ཡ་དྲུག་དེ་ཞི་འཇམ་ཡོང་བའི་གི་ཐབས་ཤིག་བཏང་ཡ་ཕར་བཞག་ནི་བོད་མི་ས་ཡ་དྲུག་དེ་ཁྲག་དཀྲུག་དཀྲུག་རྣག་དཀྲུག་དཀྲུག་དཀྲུག་ནས་འགྲོ་གི་འདུག་བ། ཁྱོད་དབྱེ་བ་སྤིག་གི་འདུག་བ། ཁྱོད་ལ་རྒྱབ་སྐྱོར་བྱེད་མཁན་ཡོད་ན་གོ་གནས་སྤྲད་རྐུབ་ལྕག་སྤྲད་མིང་སྤྲད། ཁྱོད་ལ་ཡང་རྒྱབ་སྐྱོར་བྱེད་མཁན་མེད་པ་ཡིན་ན། ས་ནི་ཉེས་ལྟུང་པར་ཡང་རྩིས་སྤྲད། པདྨ་སྲས་ཀྱི་ཐབས་སྤྱོད་པོ། ཐབས་རྡུགས་ཀྱི་ལས་ཀ་དར་ནག་གཙོ་དང། ཇོ་ཧང་པ་ཚེ་རིང། ཁྱོད་རང་ཚོའི་ལས་ཀ་ལས་སྟངས་འདི་འདྲས་རེད། དོན་དེ་ལས་གཞི་ཆགས་ན་ཞུ་བདེ་མཁན་སྔགས་པ་རིན་པོ་ཆེ་གི་ཁྱོད་ར་སེ་གིན་ཡི་ཆད་ཆད་ལགས་སོ་ཨེ། ལགས་སོ་ན་སང་ཉིན་ནས་སྤྱི་ཚོགས་ངོ་བསྟེར་ནང་ལོག་ལ། དཔང་རྟགས་འདི་ཚོ་བཀྲམ་རོགས་གནང་ཨང་ཁྱོད་རང་ཚོ་ཡིན་ན། དེ་ལ་དཔེ་བའི་ང་ཚོ་ཡིན་ན་ནི། སུ་ལ་ཡང་དྲང་བདེན་གྱི་ཐོག་ནས་སྐད་ཆ་བཤད་དགོས་ཀྱི་འདུག་མི་འདུག་དེ་ལྟ་གི་ཡིན། ངའི་གོ་རྒྱུ་དང་ངའི་མཐོང་རྒྱུ་དེའི་ནང་ལོར་སྔགས་པ་རིན་པོ་ཆེ་གིས། སྔགས་པ་རིན་པོ་ཆེ་དགོངས་པ་གཡས་གཡོན་ལ་ཧམ་པ་ཚེ་རིང་ཁྲིད་སླེབས་པ་ཡིན་ན། ང་རང་ང་རང་གཟུགས་པོ་ལ་བསམ་རྣམ་ལུས་ཅན་མེ་དགྲ་གཏང་མཁན་ཡིན་ཅེས་ནི་གསུངས་བསྡད་པ་གོ་རྒྱུ་འདུག་མཐོང་རྒྱུ་འདུག། དེ་མ་གཏོགས་ཅི་གི་སྤྱོད་ཧམ་པ་ཚེ་རིང་བསད་ཀྱི་ཡིན་དུས་ནམ་ཡང་བཤད་མི་འདུག། སྲོག་རྩ་འདི་འདྲའི་གཅིག་གི་དགག་པ་རྒྱག་བ་ལ། ཨ་ནི་སྲིད་སྐྱོང་ཁས་ལེན་མ་བྱས་ན། ཁྱོད་རང། ཨ་ནི་ས་གནས་ཉེས་རྡུང་པ་ལ་རྩིས་སྤྲད་གི་ཡོད་ན་ཕྱི་རྒྱལ་ཡུལ་གྲུ་ཁག་ནང་ལོགས་ལ་བརྒྱ་ཆ་ལྔ་བཅུ་རྒྱ་གར་ཡུལ་གྲུ་ཁག་ནང་ལོགས་རྒྱ་གར་བ་ཡུལ་དྲུག་གསུམ་ནང་ལོགས་ལ། བརྒྱ་ཆ་ལྔ་བཅུ་གི་ཁྱོད་ཁས་ལེན་གི་ཡོད་མ་རེད་ཧམ་པ་ཚེ་རིང་ཁྱོད་ལ། སྲོག་རྩ་འདི་ཚོ་ཚང་མ་ཉེས་རྡུང་པ་ལ་རྩིས་སྤྲད་རོགས་བྱས། ད་ཁྱོད་འཇོན་པ་རེད། རེད་བ། རྒྱ་མི་གིས་བྱེད་དགོས་ལས་ཀ་ཆ་ཚང་ནི་ཁྱོད་རང་གིས་བྱས་ནས་འགྲོ་བསྡད་ཀྱི་འདུག། ད་དེ་ལས་ལྷག་བསམ་བྱེད་མཁན་ཨ་ནི་ང་ཚོ་གི་ར་བ་རྒྱག་ཡ་དང་ཁྱོད་རང་ལ་ཡ་ཨ་ནི་བསམ་ཤེས་བྱེད་ཡ་གི་ལང་ཀ་ཁོ་ར་མི་འདུག་ཆེ་ནི་ཞུ་ཡ་ཡོད་ཐོ་ཆེ་ན་ཚང་མ་ལོ་བཀའ་དྲིན་ཆེ་བསེ་རིང།